འགྱུར་བ་གཏང་དགོས་ཀྱི་ཡོད་པ་དང་ཁྲིམས་ཞིབ་པ་བསྐོས་དགོས་ཀྱི་ཡོད་པ་དེ་ཚང་མ་ང་ཚོས་ཀྱི་ལས་འགན་རེད་དེ་ཧ་གོ་གི་ཡོད། ཡིན་ནའང་དེ་གི་ཆ་རྐྱེན་དང་དེ་འདྲུས་ཀྱི་ཐོག་ནས་ད་ལྟ་བར་དུ་གནད་དོན་ཁ་ཤས་ཐོག་ནས་འགྲོ་མ་ཐག་པ་དེ་འདྲུས་ཆགས་ཡོད་རེད། དེ་རིང་ཡང་བཅའ་ཁྲིམས་བཅའ་བཅོས་འཁུར་གྱི་ཡིན་གསུང་དགོས་རེད་ད་ལྟ་གྲོས་ཚོགས་ནང་གཞི་ནས་ལབ་རྒྱུ་རེད། ཡིན་ནའང་གཞི་རིམ་མི་མང་ཡིན་ཟེར་ནས་ད་རེན་པོད་ཡིན་གསུང་དགོས་རེད་ཞི་བའི་ལས་ཀ་ཡིན་གསུང་དགོས་རེད་ད་དེ་རིང་རྣམ་པ་ཚོ་ཚང་མ་གི་གཟིགས་ཡོད་པའི་གནས་སྟངས་འདི་རེད།

ཤོར་ཡོང་གི་རེད། བདེ་སྲུང་བཀའ་བློན་རེད་བདེ་སྲུང་དྲུང་ཆེ་རེད་བདེ་སྲུང་ལས་ཁུངས་ལས་བྱེད་དང་ང་ཚོ་བདེ་ལ་སྐད་ཆ་མང་པོ་བྱེད་དུས། ཁོ་རང་ཚོ་ལ་ཡིད་ཁྲིམས་ཀྱི་ཐོག་ནས་བཀའ་གར་ཟེར་གི་ད་དབང་ཆ་སྤྲད་ཡོད་རེད། ང་ཚོ་བདེ་སྲུང་ལས་ཁུངས་ཀྱི་སྤྲད་རྒྱུ་མིན། བདེ་སྲུང་ལས་ཁུངས་ཀྱི་འགན་ཁོ་ཐུག་མི་འདུག་གསུང་གི་རེད། དེ་གསུང་དུས་ད་ད་ལྟ་གནད་འགག་དེ་ག་རེ་ཞུ་དགོས་རེད་ཟེར་ན། ད་རྣམ་པ་ཚོས་གཟིགས་ཡོད་རེད་ང་ཚོ་མང་པོ་ཅིག་མིང་འབོད་དགོས་རེད། དེའི་ནང་ལ་གཅིག་ང་ཚོ་ད་ལྟ་བར་དུ་བོད་བསྟན་པ་ཆབ་སྲིད་དོན་དག་ལ་འགན་ཁར་འཁོད་ཡོད་པ་དེ་རྣམས་སུས་གཟིགས་བསྡད་ཡོད་རེད། མིང་འབོད་བྱས་ནས་ཡ་ཡོང་བྱས་ནས་འདི་འདྲ་བྱས་དུས་ད་ང་ཚོ་གིས་བདེ་སྲུང་ལས་ཁུངས་ཀྱི་འགན་འཁོད་ཐུབ་མེད་པ་ཡིན་ན་ཨ་ནི་ང་ཚོ་གྲོས་ཚུགས་ལ་ཡོང་ཐུབ་མི་འདུག་ཟེར་ཡ་དེ་ད་ལྟ་གནས་སྟངས་དེ་ལ་ལབ་ཡོད། ཨ་ནི་དེ་ནང་བཞིན་གྱི་ང་ཚོའི་ཕྱོགས་ནས་གཅིག་མི་མང་པོ་ཡོད་རེད། མི་ཁ་པར་བཏང་མཁན་ཡོད་རེད། ནམ་ཉིན་སྲིད་མི་དེ་འབྲེལ་བ་བྱས་ནས་ཡོང་དགོས་འདུག་བས་ཁྱེད་ཚོ་ལ་དཀའ་ངལ་མི་འདུག་བས་སེམས་ཁེར་མང་བོ་ཡོད། ད་ལྟ་བར་དུ་ང་ཚོ་གི་ཡོང་ན་འགྲིག་གི་མ་རེད་གོང་ས་སྐྱབས་མགོན་ཆེན་མོ་མཆོག་གི་ཨ་ནེ་དགུང་ན་གི་ཚད་རེད་ང་ཚོ་འདི་ལ་འཁྲུག་པ་ཤོར་ན་ཡག་པོ་ཡོད་མ་རེད། དེ་གི་གནས་སྟངས་དེ་ཞུས་བཞག་ཡོད་རེད་དེ་ཞུས་བཞག་དུས་ཨ་ནེ་རྒྱབ་ལུགས་ལ་མི་མང་བོ་ཞོལ་ཅེ་ཡང་ང་རང་ཚོ་འདི་ལ།